སོ། ཡང་ཅིག་ཕྱིན་ཅི་ལོག་པའི་བློ་ལ་སོགས་པ་ཉོན་མོངས་པའི་བློ་སྐྱེས་སོང་ན། འོ། འདི་ཉོན་མོངས་པ་རེད། འདི་ཕྱིན་ཅི་ལོག་པའི་བློ་རེད་བསམ། འདི་ངས་དང་དུ་ལེན་རྒྱུ་ཡོད་མ་རེད། འདི་ལ་སྤྱོད་རྒྱུ་ཡོད་མ་རེད་བསམ་པས་འགལ། འདི་ནི། ཉོན་མོངས་པ་ལ་ཉོན་མོངས་པར་འདུ་ཤེས་པ། ཉེས་པ་ལ་ཉེས་པར་འདུ་ཤེས་པའི་ཐོག་ནས་དེ་དང་དུ་མི་ལེན་པར་བྱེད་པ་དེ་ཤེས་བཞིན་རེད། ཤེས་བཞིན། རེད་འདུག་བ། དེ་ནས། དེའི་རྗེས་སུ་ལ་སྣང་བའི་འདུ་ཤེས། སྣང་བའི་འདུ་ཤེས་དང་སྡང་བའི་འདུ་ཤེས་གཉིས་ཡོད་པའི་ནང་དང་པོ་སྣང་བའི་འདུ་ཤེས་དེ་གསུམ་པ་དེ་རེད་སྣང་བའི་འདུ་ཤེས་ཟེར་ཡ་ད་ད། གཉིད་ཁུག་རན་པའི་སྐབས་སུ་ལ་ནག་མཐོ་དམན་གཉིད་ཁུག་སོང་བ་ལྟ་བུ་མ་ཡིན་པ། འོད་ཀྱི་སྣང་བ་འདྲ་པོ་ཅིག་ལ་ཡ་སེམས་གཏད་ནས་ཉལ་བ་ཡིན་ན། འོན་ཏེ་ནི་འཇིག་རྟེན་གཉིས་དེ་ཡང་གཅིག་གི་མུན་པ་འདྲ་བོ་ཆགས་སོང་བ་མ་ཡིན་པར། གཅིག་གི་འོད་གསལ་གྱི་ངང་དུ་འགྲོ་ཐུབ་པའི་དོན་དུ་ད་དེ་ཚོ་དྲི་ཡ་གཅིག་མན་ངག་གི་རིམ་པ་དེ་ཚོ་ནང་བཤད་ཡོད་པའི་སྐབས་སུ་ལ་དཔེར་ན། ཉིན་ཡོད་པའི་སྐབས་སུ་ལ་སངས་རྒྱས་ཀྱི་སྐུ་གཅིག་བདག་ཅག་གི་སྟོན་པའི་སྐུ་གཅིག་སྙིང་ག་ནང་ན་བསྒོམ་མེ་ཏོག་པད་མ་གཅིག་དེའི་དོན་དུ་ཟླ་བ་དེའི་དོན་དུ་ད་ནི་བདག་ཅག་གི་སྟོན་པ་སྐུ་གཅིག་ཆེ་ཆུང་དེ་ག་ས་གཅིག་གིས་ད་འདི་ནང་ན་དམིགས་པ་གཏད། ད་དེའི་སྐུ་ལས་འོད་ཟེར་གསེར་གྱི་བཙོ་མ་ལྟ་བུའི་འོད་ཀྱིས་འོད་ཟེར་འཕྲོས་དེས་རང་གི་ལུས་ཐམས་ཅད་ཁྱབ། ཁྱབ་ནས་ནི་དེ་ལྟ་བུའི་གི་འོད་ཀྱིས་སྣང་བ་དེ་ལ་ཡང་དམིགས་པ་གཏད་བྱས་ནས་གཉིད་ཁུག་སོང་བ་ཡིན་ན། དེ་ནས་བྱིན་རླབས་ཡང་གཉིས་ཀྱི་ནང་དུ་ཡ། དེ་ནས་སྟོན་པའི་གེགས་དང་བྱིན་རླབས་འཇུག་སྒོ་དེ་རྒྱུན་ཆད་ཀྱི་མ་རེད་ཟེར་ནས་དེ་འདྲ་འདུག་བ། ད་འདི་ད་ལྟ་གསང་སྔགས་ཀྱི་ནང་ལ་རྙིང་མའི་ནང་ལ་ཡ། ཅིག་བདུད་རྩི་འབེབས་སྦྱོང་གི་གུ་རུ་རིན་པོ་ཆེ་བདུད་རྩི་འབེབས་སྦྱོང་བྱས་ཡོད་འདུག་ཡང་སྙིང་ག་ལ་གུ་རུ་རིན་པོ་ཆེ་བདེ་བ་ཆེན་པོ་ད་གུ་རུ་སྐུ་དེ་ལ་སྣང་སྲིད་ཟེར་ནས་བདེ་བ་ཆེན་པོ། དེ་ནས་དེ་ཡོར་བ། རེད་ད་ཏི་སྐབས་སུ་བདེ་བ་ཆེན་པོ་རེད་གུ་རུ་བདེ་བ་ཆེན་པོ་ཟེར་ཏེ་ཕྱག་གཉིས་མཉམ་བཞག་ཅིག་ཏི་གང་ན་ཡང་དོད་པ་ཅིག་དེ་ནི་བདུད་རྩི་ཡོད་བདེ་བ་ཞིག་འདུག་བ་ཏི་གུ་རུ་བདེ་བ་ཆེན་པོ་རེད་བ་སྣང་སྲིད་ཟིལ་གནོན་ཏི་ད་འདུག་རྩི་ཞིག་འདུག་བ་སྣང་སྲིད་ཟིལ་གནན་རེད་དེ་ནི་འཚོ་བྱེད་རྡོ་རྗེ་ཟེར་བ་ཏི་འདུག་རྩི་ཞིག་འདུག་བ་དེར་བ་འོ་དེ་འཚོ་བྱེད་རྡོ་རྗེ་རེད་ད་དེ་འདྲ་གི་གུ་རུ་རུ་རིགས་འདྲ་མི་ར་མང་པོ་ཡོད་ན་གུ་རུ་བདེ་བ་ཆེན་པོ་དེ་རང་གི་སྙིང་ག་ལ་བསྒོམ་དེ་ནི་བདུད་རྩི་ལས་འོད་ཟེར་དཀར་པོ་འཕྲོས་རང་གི་ལུས་ཀྱི་རྩ་ཁམས་ཐམས་ཅད་ལ་ཡར་ཁྱབ་དེ་ནས་དེ་ལ་དམིགས་པ་སྟེ་བཟླས་པ་ཡིན་ན།

ཕན་ཐོགས་གང་ཡང་མ་སྟེ་རྒྱུ་མཚན་གང་མི་འདུག་ག་ད་དེ་ཡིན་དུ་དེ་འདྲ་བུ་གིས་ད་ཅིག་བྱིན་རླབས་འཇུག་སྒོ་བྱིན་རླབས་ཀྱི་འབེབས་སྦྱོང་བདུད་རྩི་འབེབས་སྦྱོང་ལ་སོགས་པ་དེ་འདྲ་མདོ་དང་སྔགས་གཉིས་ཀ་ནང་ལ་ཡོད་རེད་འོ་དེ་འདྲ་བུ་གི་དམིགས་པ་བསྟན་ནས་བསྒོམ་པ་ཡིན་ན་དེ་ནི་གཉིས་དེ་ཡང་དགེ་བའི་གཉིས་འདྲ་བུ་ཆགས་འགྲོ་ཡ་དེ་ནི་གཉིས་ཀྱི་ནང་དུ་ཡང་གཅིག་གི་ཚེ་སྲིང་བའི་གེ་ཐབས་ལམ་དེ་ཚོ་ཡོད་དེ་ཡ་དེ་ནི་སྟོན་པ་ཐུགས་རྗེ་ཅན་གྱི་སྐུ་གསུང་ཐུགས་ཀྱི་བྱིན་རླབས་ཡང་འདི་ནང་ལ་འཇུག་བདེ་བ་དེ་ཡིན་དུ་དེ་ནི་གཅིག་གཉིས་ཁུག་ནས་གཉིས་ལ་ཤོར་ནས་སང་མ་ལྷང་གི་བར་དུ་དེ་ནི་གཉིས་ཀྱི་རྒྱུན་དེ་ཚོ་ཚང་མ་འགལ་བ་ལ་འགྲོ་ཡ་ད་དེ་འདྲ་གི་ཐབས་ཟབ་མོ་ཅི་རིགས་མདོ་ཁྱད་པར་དུ་གསང་སྔགས་ནང་ལ་ད་མང་པོ་ཅིག་གསུངས་བསྡད་པ་ཡོད་རེད་འོ་དེ་འདྲ་གི་དེ་བ་ཡིན་ན་སྣང་བའི་འདུ་ཤེས་ཟེར་ཡ་དེ་དེ་རེད།

ད་མཐུན་འདོད་མཐུན་མེད་གཉིས་ལ་ཡ། ཆ་བགོས་བྱས་ནས་ད་བར་བ་དེ་ལ་ང་ཚོ་ཉལ་གོ་རེ་ཞོ་ཚོད་བཅུ་གཅིག་བཅུ་གཉིས་དང་པོ་དེ་ཚོ་ཉལ་གོ་ཡོར་བ་ད་དེ་ཉལ་བའི་སྐབས་སུ་ལ་ཡང་ཅིག་བཟང་པོའི་འདུ་ཤེས་ཀྱི་ཐོག་ནས་ད། ཅིག་དགེ་བ་དགེ་བས་ཀྱི་བསམ་པ་བསམ་བློ་གྱི་འདུ་ཤེས་སྔོན་དུ་འགྲོ་ད་ཉལ་བ་ཡིན་ན་ཅི་ནས་ཆུ་ཚོད་གཉིས་པ་གསུམ་པ་སོགས་ལ་ཡ་གཉིས་བསྲེས་ཡོང་གི་རེད་དེ་ནས་འཕྲོད་བསྟེན་གྱི་ཐོག་ལ་ཡིན་ན་ཡང་ཡག་པོ་ཆོས་ཀྱི་དགེ་བ་ཡིན་ན་ཡང་ཐོ་རངས་ཏེ་རིག་པ་གསལ་བ་དང་ད་རིག་པ་དྭངས་པ་ལ་སོགས་པ་ཡོན་ཏན་ཆེན་པོ་ཞིག་འདུ་བ། ད་དང་དགོང་པོ་ལུས་དྲུག་གི་ཤིག་རིང་ནང་ལ་ཡོད་པ། རིག་པའི་བདག་ཉིད་ཉིན་པར་ཐག་ཐག་དང་མཚན་མོ།